སྤྲུལ་པ་ཐུགས་ཀྱི་སློབ་གཉེར་བ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ད་དེ་རིང་གི་སློབ་ཚན་དབུ་འཛུགས་ཞུ་ཡ་ཡིན། ད་དེ་རིང་གི་སློབ་ཚན་འདི་ང་ཚོ་འགྲོ་བཞིན་པའི་བཤེར་སྒྲིང་རེད་བཤེར་སྒྲིང་ནང་ནས་ཤོ་ལོ་ཀ་བརྩི་བ་ཡིན་ན་ཐང་རང་ང་རང་ཚོ་འཛིན་གྲྭ་བཅུ་བའི་ནང་གི་སློབ་ཚན་ཟུར་འདོན་བྱེད་པའི་གི་ཤོ་ལོ་ཀ་བརྩི་བ་ཡིན་ན་ཤོ་ལོ་དགུ་བ་བྱ་དགོས་བ་རེད་དེ་རང་ཁྱེད་རང་ཚོ་ཞུ་འདི

མི་དེ་འཛམ་གླིང་འདི་ཡི་ནང་ང་རང་ཚོ་འཛམ་གླིང་འདི་ཡི་ནང་ལ་གསོན་པོ་གནས་ཡག་གི་ཆེད་དུ་སྨྲ་ཤེས་པ་བསྡད་ཡག་ཆེད་དུ་ཟེར་དེ་རེད་ཟེར་བ་རེད་དཔེར་ན་ང་ཚོ་མི་གཅིག་ན་སོང་ན་སྨན་ཟ་གི་ཡོད་རེད་བ་རྒྱུན་ལྡན་གྱི་དུས་རྟག་ཏུ་དུས་རྟག་ཏུ་ཟ་ཡག་གི་སྨན་དེ་ག་ཟེ་ལབ་བ་ཡིན་ན་ཟེར་དེ་རེད་ལབ་རེད་བ་དཔེར་ན་ང་ཚོ་སྨན་མི་གཅིག་ན་ཟ་ན་སོང་ན་ཁོས་སྨན་མ་ཟ་ན་ཤི་འགྲོ་གི་རེད་བ།

དེས་ན་བསླབ་བྱ་ག་རེ་གཏན་དགོས་སུ་ལབ་པ་ཡིན་ན་ཟ་ཡག་གཏོང་ཡག་ག་རེ་ཡིན་པ་ཡིན་ན་ཚོད་བྱེད་དགོས་ཡག་དང། ཞིམ་པོ་ཡོད་པའང་ཞིམ་པོ་ཡོད་ན་དེ་ལ་དཔེ་མི་སྲིད་ཀི་འདོད་ཆགས་བྱས་ནས་ཟ་འདོད་སྐྱེས་ནས་མང་པོ་མ་ཟ་བ་དང་ཞིམ་པོ་མེད་པ་ཡིན་ན་ཁྱོད་ནས་མ་ཟ་བ་ཞེས་མ་བལྟས་པར་བྱས་ནས་ག་དུས་ཡིན་པ་ཡིན་ན་ཟས་ཞིམ་པོ་ཡོད་ན་རེད་ཞིམ་པོ་མེད་ན་རེད་གྲོད་ཁོག་ཡག་ཡག་ཆེད་དུ་ཡིན་པས་གྲོད་ཁོག་རྒྱག་ཙམ་གྱིས་ཟ་ཡག་གནད་འགག་ཆེན་པོ་རེད། འོ་དེ་བཤད་ཡག་དེ་དེ་རིང་འོ་དེ་རེད་ད་དེ་རིང་ང་ཚོ་ཤོ་ལོ་ཀ་ནང་རྡོག་རྡོག་དེ་དེ་ང་ཚོ་བཤད་དགོས་ཡོད་རེད་ད་ཤོ་ལོ་ཀ་འདི་དཔེ་རྩ་ཆེན་པོ་རེད། ང་ཚོ་ནམ་རྒྱུན་མཆོད་པ་ཕུལ་ཡོད། སྟོན་པ་བླ་མས་སངས་རྒྱས་རིན་པོ་ཆེ་སྐྱོབ་པ་བླ་མས་དམ་ཆོས་རིན་པོ་ཆེ་འདྲེན་པ་བླ་མས་སྐྱབས་གནས་དཀོན་མཆོག་གསུམ་ལ་ཆོས་དཔོན་པོས་མཆོད་པ་ཕུལ་ཡོད། མང་པོ་བྱེད་ཀྱི་ང་ཚོ་གདན་ས་ནང་ལ་མང་པོ་བྱེད་ཀྱི་བླ་མ་མཁས་པ་དང་དགེ་བའི་བཤེས་གཉེན་མང་པོ་བྱེད་ཀྱི་ཤོ་ལོ་ཀ་འདི་མཆོད་པ་ཕུལ་གྱི་ཡོད་རེད། ཁ་ཟས་སྨན་དང་འདྲ་བར་རིགས་པར་གྱིས་འདོད་ཆགས་ཞེ་སྡང་མེད་པར་བསྟེན་པར་གྱིས།

ཚིག་རེ་རེའི་ཕྱི་ནས་ཚིག་དོན་དག་འགྲེལ་བཤད་ཚིག་གི་དོན་དག་ཤེས་ཚར་བའི་ཕྱིར་ལ་ཚིག་དོན་དེའི་ཚིག་དེར་འགྲེལ་བཤད་རྒྱབ་ཀྱི་ཡིན་ད། ཁ་ཟས་ཟེར་ན་ཟ་ཡག་བཏུང་ཡག་རེད། ཁ་ཟ་ཟ་ཟེར་ཁ་ཟས་དེ་ཟ་ཡག་དང་བཏུང་ཡག་གཉིས་ཆ་ལ་ཁ་ཟས་ལགས་རེད་སྨན་ནམ་རྒྱུ་སྨན་དེ་རེད་ང་ཚོ་ནད་ལ་ཕན་པའི་སྨན། ན་ཟ་ནག་ཟོ་ན་སྨན་ཟ་གི་ཡོད་བ་ཨོའོ་དེ་ལ་སྨན་ལགས། འདྲ་བ་ཟེར་ན་ནང་བཞིན་ལབ་ར། རིག་པར་གྱིས་སོ་དེ་ནང་བཞིན།

ཟས་དེ་ཁ་ཟས་དེ་སྨན་ནག་ཞིག་ཡིན་པ་ཡིན་ན་གར་ཆོད་ཟེར་ལ་ང་ཚོ་དཔེར་ན་མི་གཅིག་ནག་སོང་ན་ལུས་ན་ཚ་དེ་ཕན་ཡག་བྱེད་དུ་ཟ་གི་ཡོད་རེད་བ། ང་ཚོ་འཛམ་གླིང་འདིའི་ནང་ལ་མ་ཤི་བའི་ནད་ཡག་གི་བྱེད་དུ་ཟས་དེ་ཟ་གི་ཡོད་རེད་ཟེར་ལབ་རེད་ད་ཟས་དེ་བསྟེན་པའི་སྐབས་ལ་ཁ་འདི་འདོད་ཆགས། འདོད་ཆགས་ཟེར་ན་ཟས་ཞིམ་པོ་ལ་དཔེ་མི་སྲིད་སེམས་ཆགས་ནས། ཟས་ཞིམ་པོ་ཡིན་ན་དཔེ་མི་སྲིད་གི་སེམས་ཆགས་ནས་གླེན་རྟགས་ཟ་ཡ་དེ་འདྲ་ཡོད་རེད་བ། དེ་རིང་ད་དེ་རིང་དཔེར་ན་ང་ཚོ་བོད་པའི་ནང་ལ་ཟས་ཞིམ་ཞོར་དུ་ཁ་ལག་ཞིམ་ཞོར་དུ་མོག་མོག་བརྩེགས་རེད་མོད་ཟེར་ཁྱེད་རང་ཚོ་སྐད་ཆ་ནང་ཤི་མ་ཤི་ཟ་ག་བྱེད། ཟས་ཉི་གྲོ་ག་ཤ་གཟན་དེ་ཡོད་རེད་བ་འོ་འདོད་ཆགས་གོང་གི་ཟ་ཟས་ཞིམ་པོ་ལ་སེམས་ཆགས་ནས་འདོད་ཆགས་སྐྱེས་ནས་ཟས་ཞིམ་པོ་དེ་ཚོར་འདོད་ཆགས་ཞེས་འདོད་ཆགས་འདོད་ཆགས་སྐྱེས་ནས་ཡང་ཞེས་ཟིམ་པོ་ཡོང་དེ་ལ་སེམས་ཆགས་ནས་ཟ་རྒྱུ་བ་མ་འདོད་ཆགས་གོང་གི་ཟ་རྒྱུ་བ་མ་རེད་ཟེར་བ་རེད་ད་ཞེས་ཟིམ་པོ་མོས་བ་ཞིམ་པོ་མོས་བ་ཡིན་ན་ཞེ་སྡང་ངས་གོང་དུ་གཅིག་བཤད་པ་ཞིམ་ལ་ཧབ་ཤ་ཟས

བུ་མོ་ཡིན་པ་ཡིན་ན་བུ་སེམས་ཤོད་ཅིག་ཏུ་བྱས་ཆོག་འོ་དེ་སྙེམས་བྱེད་དུ་མ་ལགས་སོགས་རྩིས་མ་བྱེད་དུ་མ་རེད་ལ་ཚགས་བྱེད་ས་འདང་ངེས་འགྲིག་རྒྱ་ཡིན་པ་ཚགས་བྱེད་དུ་ལུས་ཀྱི་འདང་སྤེལ་མི་སུ་ཡོང་ཡ་བྱེད་དུ་ཡང་ག་ལ་ས་རྒྱུ་བ་མ་རེད་སོ་ན་ག་ས་ལུས་གནས་འབའ་ཞིག་བྱེད་ཐབས་མ་ཐབས་འདུག་ཨ་ལུས་གནས་པ་ང་འཛམ་གླིང་འདི་ཡི་ནང་ལ་ང་ཚོ་གར་བྱེད་དགོས་ན་མི་ཚ་མི་ཡག་པ་དེ་མི་མི་དེ་ཚོ་འཛམ་གླིང་འདི་ཡི་ནང་ལ་བསྡད་ཡག་དེ་ལུས་འཚོ་ཡག་ལུས་གནས་ཡག་མ་ཤེས་པ་མ་ཤི་བ་བདེ་ཡག་གི་ཆེད་དུ་བྱེ་ས་ག་ལ་ཟ་གི་ཡོད་བསམ་པ་བྱེད་དགོས་རེད་ལབ། བྱེ་ས་ཡང་མི་དཔེ་མི་སྲིད་ཀྱི་རྩ་ཆེན་པོ་ཡིན་ན་འཛམ་གླིང་འདིའི་ནང་ལ་བསྡད་ན་ཡག་པོ་ཡོད་རོགས་མི་སྡིག་ཅན་ཡིན་ན་འཛམ་གླིང་ནང་བསྡད་མ་བསྡད་ཞེ་དྲག་ཡོད་མ་རེད་དཔེར་ན་གི་བླ་མ་ཁ་ཤས་ཀྱི་སྨོན་ལམ་ལ་སྡིག་ཅན་ཚེ་ཐུང་མ་ཤོག་སེ་སྡིག་ཅན་ཚེ་ཐུང་སྨོན་ལམ་རྒྱག་གི་དེ་འདྲ་ཡོད་རེད་བྱེ་ས་མི་ཚེ་འཛམ་གླིང་ནང་འཛམ་གླིང་གི་མི། འཛམ་གླིང་ནང་ལ་བསྡད་ནས་མི་གཞན་པ་ལ་ཕན་ཐོགས་མཁན་ཞིག་ཡོད་པ་ཡིན་ན་ལུས་དེ་གནས་དགོས་ཀྱི་ཡོད་རོགས་ལུས་དེ་རྩ་ཆེན་པོ་རོགས་ལུས་དེ་གནས་ཡག་གི་ཆེད་དུ་ཁ་ལ་ཟ་དགོས་ཡོད་ལུས་གནས་འབའ་ཞིག་ཅིག་རེད་ཟོ་དེའི་བར་དུ་ད་ལྟ་ང་ཚོ་ཤོ་ལོ་ཀ་འདྲེན་ཤིག་ཧྲོ་ཧྲོ་དེའི་ཆེད་ད་ཁྱེད་རང་ཚོ་ཕག་ནང་དུ་བྲིས་ཁྱོག་དེ་ལྟ་ཤོག་ཨ། བྲིས་ཁྱོག་དང་དང་པོ་ཤོ་ལོ་ཀ་དེ་བྲིས་འདུག་ཨ། ཁ་ཁ་ཟས་སྨན་དང་འདྲ་བར་རིགས་འབའ་ཞིག་འདོད་ཆགས་ཞེ་སྡང་མེད་པར་བསྟེན་གྱིས་ཏེ། རྒྱགས་ཕྱིར་མ་ལ་གཉན་པའི་ཕྱིར་མ་ལ་ཚགས་ཕྱིར་མ་ལ་ལུས་གནས་འབའ་ཞིག་ཅིག་རེད་ཞེས་པའི་འགྲེལ་བརྗོད་ནི། ཞེས་པའི་སྒྲས་བརྗོད་ནས་བཟའ་བ་དང་བཏུང་བ་རྣམས་བཟའ་ཡག་དང་བཏུང་ཡག་དང་བཟའ་བ་སེམས་ན་བཟའ་ཡག་བཏུང་ཡག་སེམས་ན་བཏུང་བ་རྣམས་ནི། ལུས་རྟེན་འཚོ་བའི་སེམས་ལུས་དང་ལུས་རྟེན་སེམས་ལུས་རང་རེད་ལུས་རྟེན་སེམས་ལུས་རང་རེད་ལུས་རྟེན་སེམས་ལུས་གང་རང་གོ་ཡ་རེད་ལུས་རྟེན་འཚོ་བའི་སེམས་ལུས་རྟེན་འཚོ་བའི་སྨན་བཞིན་དུ་སྨན་ཞིག་ལོངས་སུ་སྤྱོད་དགོས་པ་མ་གཏོགས་འདུག་ཨ། ང་ཚོ་ཟ་ཡག་བཏུང་ཡག་ཁ་ཟ་གི་ཡོད་ན་རེད་བཏུང་གི་ཡོད་ན་དེ་ག་སར་ལུས་དེ་ང་ཚོ་ལུས་དེ་སྨྲ་ཤེས་པ་འཚོ་ཡག་སྨྲ་ཤེས་པ་འཚོ་ག་སར་སྨྲ་ཤེས་པ་བསྡད་ཡག་གི་བྱས་འདི་སྨྲ་ཤེས་པའི་འཚོ་བའི་འཚོ་བའི་སྨན་ནང་ཞིག་དཔེར་ན་མི་གཅིག་ནག་སོང་ན་ནད་དེ་ལ་ཕན་ཆེ་ན་སྨན་ཟ་གི་ཡོད་རེད་བ་ལུས་དེ་ང་ཚོ་སྨྲ་སོང་ན་ལུས་དེ་འཚོ་ཡག་གི་བྱས་འདུག་སྨྲ་ཤེས་པ་གནས་ཡག་གི་བྱས་འདུག་སྨན་ནང་བཞིན་ལོངས་སུ་སྤྱོད་པ་ལོངས་སྤྱོད་བེད་སྤྱོད་ལོངས་སུ་སྤྱོད་དགོས་པ་མ་གཏོགས་བེད་སྤྱོད་བྱེད་ལོངས་སུ་སྤྱོད་པ་བེད་སྤྱོད་བྱེད་པ་ལོངས་སུ་སྤྱོད་དགོས་པ་མ་གཏོགས་བེད་སྤྱོད་བྱེད་དགོས་པ་མ་གཏོགས་བཟའ་བཏུང་བྱེད་དགོས་བཟའ་བཏུང་དེ་ཡང་ལུས་གནས་པ། ལུས་སྟེང་ལུས་སྟེང་ལུས་སྟེང་དེ་ག་སར་འཚོལ་བའི་ལུས་སྟེང་དེ་གནས་ཡག་གི་ཆེད་དུ་སྨན་ནང་བཞིན་ལོངས་སྤྱོད་བེད་སྤྱོད་བྱེད་དགོས་རེད་དགོས་བྱེད་དགོས་པ་མ་གཏོགས་ལ་བྱེད་དགོས་པ་མ་གཏོགས་ད་ལྟ་ཨ་འདི་བཟའ་བཟའ་བཏུང་བཟང་པོ་ལ

ཚིག་གཉིས་མཉམ་དུ་བྲིས་ཕྱག་ཤེན་དང་ཕྱག་ཤེན་དང་གཅིག་བྱས་བཟའ་བཏུང་བཟང་པོ་ཡིན་ནོ་ཕྱག་ཤེན་བྱས་ཡོད་དེ་གཅིག་བྱས་ལ། བཟའ་བཏུང་ངན་པའི་རིགས་ལ་ཟ་ཞིག་ཟས་ཞིམ་པོ་བྱིན་མོད་ངན་པ་ཟ་ན་ཞེས་ཟས་ཞིམ་པོ་མེད་པ། ཟས་མ་ཞིམ་པོ་བྱས་པ་ཡིན་ན་ཟས་མ་ཞིམ་པ་ཟས་ཞིམ་པོ་མེད་པ་བྱས་ཡོད་པ་ཡིན་ན། བཟའ་བཏུང་ངན་པའི་རིགས་ལ་མི་འདོད་པའི་ཞེ་སྡང་འདོད་པ་མེད་པའི་ཞེ་སྡང་བྱས་པ་རང་ཞེ་སྡང་གི་འགྲེལ་བཤད་རྒྱ་ཡིན་པ། དཔེར་ན་ང་ཚོ་མ་སོང་ན་གཅིག་ཁོ་ཨ་ཕ་ཕ་ཆོག་ལ་རང་རང་ལ་མ་དགའ་བ་བྱེད་པ་ཡིན་ན་དེ་ལ་ཞེ་སྡང་ཟེར་འདུག་གང་ལ་མ་དགའ་བ་བྱས་དེ་ལ་ཞེ་སྡང་ལགས་རོགས་བྱས་ཙང་འདི་ནང་ལ་བཟའ་བཏུང་ངན་པའི་རིགས་ལ་མི་འདོད་པའི་བཟའ་འདོད་མེད་པས་ཀྱི་མི་འདོད་པའི་འདོད་པ་མེད་པས་ཀྱི་མི་འདོད་པའི་ཞེ་སྡང་ཞེ་སྡང་མེད་པར་ཞེ་སྡང་མེད་པར་བསྟེན་དགོས་པ་ཡིན་འདོད་ཆགས་ཞེ་སྡང་མེད་པར་བསྟེན་པར་གྱི་འདོད། འདོད་ཆགས་ཞེ་སྡང་ཐིག་འདྲེ་ཤེས་རྒྱ་བཟའ་ར་ད། ཁ་ཟས་སྨན་དང་ཁ་ཟས་སྨན་དང་འདྲ་བར་རིག་པར་གྱིས། འདོད་ཆགས་ཞེ་སྡང་མི་འདི་འདྲེ་ཤེས་འདིར་ཁ་ཟས་སྨན་དང་ཁ་ཟས་སྨན་དང་འདྲ་བར་རིག་པ་ཡིས་འདོད་ཆགས་ཞེ་སྡང་མེད་པར་བསྟན་པར་གྱིས་ཟ་བ་རེད་ཟེར་བ་རེད། ཟས་ཞིམ་པོ་ལ་འདོད་ཆགས་བྱས་ནས་ཟ་རྒྱུ་ཡོད་བ་མ་རེད། ཟས་མ་ཞིམ་པོ་ཡོད་བ་ཡིན་ན་དེ་ལ་ཞེ་སྡང་སྐྱེས་ནས་མ་ཟས་པ་བསྡད་རྒྱུ་ཡོད་མ་རེད་ཟ་འདོད་ཞེ་སྡང་མེད་པར་བསྟན་དགོས་པ་མ་གཏོགས་ཟ་དགོས་པ་མ་གཏོགས་ཟེར་བ་རེད། ད་འོག་དེ་ཕྱིའི་ཤོ་ལོ་ཀའི་ཚིག་རྐང་གསུམ་པ་དག། ཤོ་ལོ་ཀའི་ཚིག་རྐང་གསུམ་པ་དེ་རྒྱག་ཕྱིར་མ་ལགས་འགྲོ་སྟེ། རང་གི་ལུས་རྒྱག་པའི་ཕྱིར་དང། རང་གི་ལུས་རྒྱག་པའི་ཕྱིར་རྒྱག་པའི་རྒྱག་པ་ཆགས་པའི་ཕྱིར་དུ་ཡང་ཟས་རྩྭ་རྒྱུ་བ་མ་རེད་ལབ། རང་གི་ལུས་རྒྱག་པའི་ཕྱིར་དང་གཅིག་བྱས། རང་གི་ལུས་རྒྱག་པ་ཡོང་བའི་ཕྱིར་དུ་ཡང་ཟས་རྩྭ་རྒྱུ་བ་མ་རེད་ལབ། ད་ལྟ་བསྙེན་པའི་འགྲེལ་བཤད་དག

ཟས་ངན་ཟས་མ་ཞིམ་པ་ཡོན་ཏན་ལ་ཞེ་སྡང་ཞེ་སྡང་དགའ་ས་ཞེ་སྡང་དགའ་ཞེ་སྡང་མེད་པར་བྱས་ནས་ཟ་བ་རེད་ཞེས་ཟིང་པོ་ཡོད་པ་ཡིན་ན་ཡང་དེ་ལ་ཆགས་སྡང་བསྐུར་ནས་ཟ་རྒྱུ་བ་མ་རེད། ཟས་ངན་འབབ་ཡོང་བ་ན་དེ་ལ་མི་འདོད་པའི་སྒོ་ནས་ཞེ་སྡང་མི་འདོད་པའི་ཞེ་སྡང་སྐྱེས་ན་ཡང་མ་ཟ་བར་བསྡད་རྒྱུ་བ་མ་རེད། དགོས་མ་གཏོགས་འོ་ན་ཁ་སང་རང་གི་ཟས་དེ་ཡང་རང་གི་ལུས་རྒྱགས་པའི་ཕྱིར་རྒྱགས་པ་ཆེད་དུ་ཡང་ཟ་རྒྱུ་རེད་རྒྱགས་པ་ཡང་ཤ་རྒྱགས་པ་རྒྱགས་པ་ཆེད་དུ་ཡང་ཟ་རྒྱུ་བ་མ་རེད།